ལོ་བརྒྱའི་རྒྱས་པ་ཡི་ལེའུ་དྲུག་པ། དཀོན་མཆོག་གིས་མོ་ཤེ་ལ་ག་རེ་བྱེད་དགོས་པ་དེ་གསུངས་གནང་བའི་སྐོར་རོར་བལྟ་གི་ཡིན། ཁྱེད་དང་ཨིསི་རཱཨེལ་གྱི་མི་རྒན་པ་རྣམས་རྒྱལ་པོ་རྩ་སོང་ནས། ཡ་ཧོ་ཝཱ་དཀོན་མཆོག། ཧེ་བི་རུ་ཡི་དཀོན་མཆོག་དེས་ང་ཚོ་ལ་བསྔོས་ཀྱང། ད་ང་ཚོ་ཉི་མ་གསུམ་རིང་འབྲོག་ཐང་ལ་འགྲོ་ནས་ཁོང་ལ་མཆོད་པ་ཕུལ་དུ་གཏོང་རོགས་ཞེས་ཤོད་པ་རེད། ཡིན་ན་ཡང་ཨི་ཇེབ་རྒྱལ་པོ་ཆེས་དབུ་མ་ཐུག་བར་དུ་ཆུ་ཚོད་འགྲོ་བཅུག་གི་མེད་པ་དེ་ངས་ཤེས་ཀྱི་ཡོད། ངས་རང་གི་ཐུགས་སྟོབས་བེད་སྤྱོད་བཏང་ནས་ཡ་མཚན་གྱི་གཏམ་ཚིག་བརྗེད་ནས་ཨི་ཇེབ་ལ་ནན་བཤད་བཏང་གི་ཡིན་དེས་ཨི་ཇེབ་རྒྱལ་པོ་ཡི་ཆུ་ཚོད་འགྲོ་དུ་བཅུག་གི་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ཁོང་ལ་ཁྱེད་ཀྱི་ལག་ཏུ་ག་རེ་ཡོད་ཞེས་གསུངས་པ་དང་ཁོང་གིས་ངའི་ལག་ཏུ་ཁ་རྒྱུགས་ཤིག་ཡོད་ཞེས་ཞུས་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་ཁ་ཆུ་དེ་ས་ལ་གཡུགས་ཞེས་བཀའ་ཕབ་པ་དང་ཁོའི་ཁ་ཆུ་དེ་ས་ལ་གཡུགས་པ་དང་སྦྲིད་ལ་འབྱོར་ནས་ཁོ་ཞལ་ནས་བྲལ་འགྲོ་བ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་མོ་ཤེ་ལ་སྦྲིད་དེ་སྔ་མ་ཟིན་ཞེས་གསུངས་པ་དང་མོ་ཤེ་ཡིས་སྦྲིད་དེ་སྔ་མ་ཟིན་པ་དང་སྦྲིད་དེ་ཡོངས་ཆགས་ཁ་ཆུ་ལ་འབྱོར་བ་རེད། ཁོ་ཚོའི་གཏམ་ཚད་དེ་ཚོ་མཐོང་སྟེ་ཡ་ཧོ་ཝཱ་དཀོན་མཆོག་ཁྱེད་ཀྱི་དཀོན་མཆོག་དེ་ཁྱེད་ལ་དངོས་ཡོད་པ་དེ་ཁོ་ཚོ་གིས་ཡིད་ཆེས་བྱེད་ཀྱི་རེད། ཡང་ཡ་ཧོ་ཝཱ་དཀོན་མཆོག་གིས་ཁོང་ལ་ཁྱེད་ཀྱི་ལག་པ་ཨམ་བག་ནོར་དུ་བཅུག་ཞེས་བཀའ་གནང་བ་དང་ཁོང་གིས་དེ་བཞིན་དུ་རང་གི་ལག་པ་ཨམ་བག་ནོར་དུ་བཅུག་པ་དང་ཕྱི་ལ་བསྟན་བའི་སྐབས་སུ་ལག་པ་དེས་འཛུལ་ནས་བཏུབ་སྟེ་དཀར་པོ་གང་ལྟ་བུ་ཆགས་པ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ལག་པ་དེ་ཡང་བྱ་ཨམ་བ་ནང་དུ་བཅུག་ཞེས་གསུངས་པས་ཁོང་གིས་ལག་པ་དེ་ཡང་བྱ་ཨམ་བ་ནང་དུ་བཅུག་ནས་ཕྱི་ལ་བསྟན་པ་དང་དེ་ནས་རང་གི་གཟུགས་པོ་ཡི་ཤ་དང་གཅིག་པ་ཆགས་པ་རེད། གལ་སྲིད་མི་དེ་ཚོ་ཡིས་ཁྱེད་ཀྱི་གཏམ་ཚན་གཉིས་ཀ་ལ་ཡིད་ཆེས་མ་བྱས་པ་དང་ཁྱེད་ཀྱི་ཁ་ལ་མ་གནས་པ་ཡིན་ན་ཁྱེད་ཀྱི་རྣ་ཡལ་གཙང་པོ་ནས་ཁྱི་ཞིག་བསྐྱོད་དེ་ས་སྐམ་པོ་ཐུག་ཏུ་བླུགས་པ་ཡིན་ན་དེའི་ཁྲག་ལ་སྦྱོར་འགྲོ་གི་རེད་ཞེས་གསུངས་པ་རེད། འོད་ཀྱང་མོ་ཤེ་ཡིས་ཡ་ཧོ་ཝཱ་དཀོན་མཆོག་ལ། ངས་སྔོན་མ་སྐད་ཆ་ཡག་པོ་ཤེས་ཐུབ་ཀྱི་མེད་ལ་ད་ལྟ་ངས་སྐད་ཆ་ཡག་པོ་ཤེས་ཐུབ་ཀྱི་མི་འདུག་རྗེས་སུའང་སྐད་ཆ་ཡག་པོ་ཤེས་ཐུབ་ཀྱི་མ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་གསུངས་པ། སུ་ཡིས་ཁ་བཀོད་པ་རེད། སུ་ཡིས་ཕྱི་རོང་བཀོད་པ་རེད། དེ་བཀོད་མཁན་ནི་ང་མ་རེད་པས། ད་ཁྱེད་གསུམས་ཁྱེད་ཀྱི་སྐད་ཆ་གང་བཤད་དགོས་པ་དེ་ངས་ཁྱེད་ལ་བཤད་གི་ཡིན། ཁྱེད་ཀྱི་སྐད་ཆ་ག་འདྲ་བཤད་དགོས་པ་དེ་ངས་ཁྱེད་ལ་ལྷབ་ཁྲིད་བྱེད་གི་ཡིན། མོ་ཤེ་ཡིས་ཡ་ཧོ་ཝཱ་ལ་ཞུས་པ། སྐད་ཆ་དེ་ཚོ་བཤད་ཡ་ལ་མི་གཞན་འདྲ་ཞིག་ང་ལ་རོགས་པ་བྱེད་དུ་གཏོང་རོགས། ཡ་ཧོ་ཝཱ་དཀོན་མཆོག་ཐུགས་ཁྲོས་ནས་མོ་ཤེ་ལ། ཁྱེད་ཀྱི་དཔོན་ཨ་རམ་གྱིས་ཁྱེད་ལ་རོགས་པ་བྱེད་གི་མ་རེད་པས། ཁྱེད་ཀྱིས་སྐད་ཆ་གང་ལོག་དགོས་པ་ཚང་མ་ཁོང་ལ་བཤད་ཤོགས། ང་ནི་ཁྱེད་གཉིས་ཀ་ཡི་སྐད་ཆ་སྨྲས་བའི་ཕྱིར་ངས་རོགས་པ་བྱེད་ཀྱི་ཡིན། གང་ལོག་དགོས་པ་དེ་དག་ངས་ཁྱེད་ལ་ལྷབ་བསྟན་བྱེད་ཀྱི་ཡིན། ཁ་རྒྱུགས་དེ་རང་གི་ལག་ཏུ་བཟེད་ནས་ཕྱིར་དགོས། ཁྱེད་ཀྱིས་ཁ་རྒྱུགས་དེ་དམ་ནམ་དུ་ཡ་མཚན་ཅན་གྱི་གཏམ་ཚིག་ཞིག་བསྟན་ཐུག་གི་རེད་ཞེས་གསུངས་སོ།